སྙེ་མ་ཆོས་རྒྱལ་ནོར་བཟང་དང་སྟོན་པ་ཀུན་དྲིན་ཅན་གྱི་ཡབ་སྲས་ཚང་ལ་སོགས་པ་དང་ཁོ་ན་ཚོ་གང་ག་ཕོ་བྲང་ན་ལ་ཡང་རྒྱལ་བུ་ཡོད་རེ་བཙུན་མོ་ཉིས་སྟོང་ལྔ་བརྒྱ་བཙས་ཡོད་རེ་དེ་སྤུ་གུ་དཀོན་པོ་བཞི་བོ་ཅིག་ཕྱག་བྱས་བསྡད་ཀྱི་འདུག། ག་རེ་རེ་ཡང་ཕྱིར་ལངས་ཡོད་དུས་དང་སྤུ་གུ་དེ་དཀྱིལ་སློང་སྨད་ནས་ད་དཔེ་དཀྱིལ་དུ་བསོད་ནམས་དབང་ཐང་མི་མང་པོ་སྤུ་གའི་ཅིག་ད་གོ་གང་ལ་བསྐང་བ་བཞག་ཐུབ་མིན་གྱི་དེ་འདྲའི་གི་དཔེ་དབང་ཐང་ཆེ་ན་དཔེ་བཞི་བོ་ཅིག་ཡོད་དུས་ཡོད་གི་སྤུ་གུ་བསོད་ནམས་ཅན་སྤུ་གུ་དབང་ཐང་ཡོད་དུས་ཅིག་ལུང་པ་དེ་འདྲའི་ཆེ་ན་སྐྱེ་དགུ་དུ་ད་ད་དེ་འདྲའི་གི་སྤུ་གུ

དཀོན་པོ་བཞི་བོ་ཅིག་ཏུ་ཧང་སང་ཡང་དཀོན་པོ། དེ་འདྲ་རེད། དཔེར་ན་ང་ཚོ་དེ་བོད་ལ་སྐྱེས་སོང་ན། ཁྱེད་རང་སྐྱེས་སོང་ན་ཁྱེད་རང་ལག་པ་ན་གོ་མི་གོ་མི་གཅིག་ཡོད་པས་ན་དེ་གོ་མི་གཅིག་རང་དང། ཨ་མི་རི་ཀ་ལ་སྐྱེས་སོང་ན་ཁྱེད་རང་ལག་པ་ན་གོ་མི་གཅིག་པོ་དེ་གེ་གེ་གཅིག་ཡོད་མ་རེད། ཨ་མི་རི་ཀའི་གོ་མི་གཅིག་པོ་དེ་ལ་ཡང་དེའི་གོ་མི་དྲུག་བརྩེགས་ཆགས་ས་རེད། ཡང་དེ་གཅིག་དེ་ལ་དྲུག་ཆགས་སོང་ན། སྐྱེ་སའི་ལུང་པ་དེ་ཁུ་བྱུག་ཆེ་ཆུང་གི་དབང་གིས། དང་པོ་སྐྱེས་ཡོན་དེ་ནས་ཏིག་ཙི་ཆུ་ཁུ་ཁྱད་པར་དོག་པ་དང།

ཀུན་ལས་ཀྱི་བསགས་སྟངས་ཀྱི་གཅིག་པའི་ནོར་བུ་དེ་པ་གཅིག་ཕྲག་དུ་དུ་ཐོན་མེ་རི་ཤི་བོ་ཅིག་ཤོག་ཅིག་དུ་ཡ་ཅིག་ད་ད་ད་ང་ཚོ་དེ་གའི་གང་ཆ་ཚང་ཚང་ཐོབ། ད་རེས་དེ་སྐད་ཅིག་སྐད་ཅིག་གིས་ཇི་བྱེད་པའི་སྒྲོ་ནས་མྱུར་དུ་པེ། ད་ཤི་ཡ་ལ་ཐག་ཉུག་གི་ཤི་བོ་ཤག་ཅིག་དུ་ད་འདའི་དུས་ཚོད་པེ་ཕྱིར་ཆ་རྐྱེན་དེ་གའི་ཚང། ཨ་ནི་ཅིག་འཆི་བ་མི་རྟག་པ་ཅིག་ཡོང་ཉེ་ཡིན་པ་གང་ཤེས་ཅིག་ལ་ཡ་ད་ད་འཆི་བ་མི་རྟག་པ་མ་ལས་པའི་ཁ་ཐུག་དེ་ལོག་ཁ་ཤས་ཅིག་ན་འདྲ་ད་དེ་པུར་དུ་ད་དུས་ཚོད་དམ་ཚིག་ཅིག་ཤོག་ཤེས་ད་བོ་ད་ཅི་ཞིག་དེ་རེད། ད་ང་ཤི་གི་རེད་ཅེས་བྱས་པས་ཧོན་ཐོར་ཞེས་སེམས་ཤུགས་ཆགས་དུས་ཡག་སོ་དེ་འདྲ་མེད་པ་བཤད། ཤི་ཡ་ཡིན་པ་སོང་ཙང་དུས་ཚོད་དམ་འཛིན་བྱས་རྗེས་ད་དཔེ་ཆ་ད་གོ་གི་འདུག་ལམ་གཉིས་རྒྱག་གོ་འདུག་ཤུགས་རྒྱག་གོ་འདུག་ས་ཅིག་ཨོ་ད་སྐད་ཆ་དེ་རེད་ད། སྐད་ཆ་དེ་རེད། ང་ཚོའི་འདིའི་འཆི་བ་མི་ཐོབ་གི་འདུག་གི་སྐད་ཆ་ཤི་ཡ་དེ་གྲུབ་བ་ལ་ནང་ནས་སྐུལ་ཡག་གི་ཆེད་དུ་སྐུལ་མ་ཏང་སེམས་ཤུགས་སྤར་ཡག་གི་ཆེད་དུ་འཆི་བ་མི་ཐོབ་པ་དེ་བཤད་ཀྱི་ཡོད་ད་སེམས་ཤུགས་མ་བཅག་ཡག་གི་ཆེད་དུ་མ་ཏང།

ད་སང་ཉིན་གནའ་གཉིས་ཀ་ཁྱེར་བར་བོད་ཡུལ་བར་འགྲོ་རྒྱུ་རེད། ད་དེར་ལྷས་སར་སླེབས་པའི་ཉི་མ་གཉིས་ཀྱི་དུས་ཚོད་ཀྱི་སྣ་རེ་ཡ། ཁྱེད་རང་རྒྱུད་གཅིག་ལ་དེ་འདྲ་ཞིག་དམ་ཡང་རྒྱུད་གཅིག་ལ་ཕན་འདྲ་ཞིག་དམ་ཉི་མ་གཉིས་ཟིན་སང་སོང་ཁྱེད་རང་ཁ་སྐད་དམ་ཡ་རང་པ་རེད་ཨ་ནི་ཁ་ཐུག་བར་སྐད་ཀྱིར་ཟེར་ན་ད་ལྟ་འགོར་བས། དེ་དུས་ཚོད་ཉི་མ་གཉིས་ལས་མི་འདུག་ག། ད་དེང་སྦྱོར་གྱི་ཆོས་བཅོ་བརྒྱད་དེ་གའི་ཆ་ཚང་ཚང། ད་ལྟ་འཆི་བ་མི་ཐུབ་པ་བྱེད་ཅེས་དཔེ། དྲན་ཤེས་དང་ཚོར་བ་དང་དགའ་ངོ་བར་ཐོར་སྤྲོ་ཡག་གི་དེ་འདྲས་ཀྱི་དཔེ་སྤོར་ཏོ་བཙོག་སྟོང་བཤད་ནས།

དེ་ནས་ཚེ་འདིའི་དོན་དུ་ཉེས་པའི་བློ་རྣམས་མ་ལོག་ནའང་འཇིག་རྟེན་ཕྱི་མ་དོན་གཉེར་དྲག་པོ་མི་འབྱུང་བས་འཇིག་རྟེན་ཕྱི་མ་ལ་དོན་གཉེར་དྲག་པོ་མི་འབྱུང་བས། ལུས་ཐོབ་པ་རིང་དུ་མི་གནས་པར། མི་སྡུད་པས་མི་རྟག་པ་དང་ཞེས་ནི་ཅིག་ཅར། ད་འཆི་བ་མི་ཐོབ་པར་བསམ་མདོག་གྱུར། ད་འཆི་བ་མི་ཐོབ་པར་བསམ་བློ་བཏང་ཡང་དེའི་ཚེ་འདི་ན་ལ་ཤེས་པའི་ཞེན་པ་དོགས་ཡག་གི་ཆེད་དུ་བྱེད་པ་དང་བློ་རྣམས་མ་རྟོགས་ན། བློ་སྣ་དེ་དོགས་ཡག་གི་ཐབས་ཤེས་ལ་ཡང་འཆི་བ་མི་ཐོབ་པར་བསམ་བློ་གཏོང་ཞོར་བྱས་ན་ཨ་ཐུག་གོ་གྱུར་ཏེ་དེར་བ། ཚེ་འདི་ན་ལ་ཤེས་པའི་ཞེན་པ། ད་དེ་རིང་ཤི་ན་གར་ཞུགས་རེ་བསམ་བསམ།

ཨ་ལ་དེ་ནས་དེ་ནས་དུས་སུ་བེར་ཆ་འདི་གའི་ཆ་ཚང་བྱས། ཨ་ནི་འཆི་བ་མི་རྟག་པ་ལ་བེར་ཐག་ཆོད་ནས། ད་སྐད་ཅིག་གཅིག་གི་ཡུན་ཚད་ཅིག་ལ་ཡང་ད་དོལ་ཡག་གི་དབང་དར་ཅིག་ཁྱོན་ནས་མི་འདུག་གང་བསམ་བསམ། ད་དེ་འདྲ་གི་འཆི་བ་མི་རྟག་པའི་བློ་ནི་གནས་མ་སྐྱེས་དུས་ཡང་ཚེ་འདི་ལས་གཞན་པ་ལོག་ཐུབ་ཡང་ལྡོག་ཐུབ། ད་འཆི་བ་མི་རྟག་པའི་ཤ་མར་སྐྱེས་པའི་ཚེ་དེ་བ་དེ་དེར་ཚེ་འདི་ལས་གཞན་པ་ལྡོག།

ང་ཚོ་གི་ཏང་ཡོན་གྱི་བྱེད་རིམ་ཞིག་གསར་བརྗེ་བཀྲམ་དུས་གསར་བརྗེ་འཁོར་ལོ་ལྟར་དངོས་གནས་ང་ཚོ་ཡོད་ནུས་པའི་སྐྱེ་བོ་མང་པོ་རིང་ལ་ལྟ་བསམ་དོན་འཁྱོལ་གྱི་རེད། ཚེ་དེ་རིང་དུ་མི་གནས་པར་འཆི་བ་མི་ཐོབ་པར་བསམ། འཇིག་རྟེན་ཕྱི་མར་ཇི་ལྟར་སྐྱོད་པའི་བྲོ་བ་ཉིད་ཀྱི་དུས་ཐུག་བསམ། ཨ་མོ་ལྟ་གསར་བརྗེ་འཁོར་ལོ་རྩ་གྲགས་ཡོད་ལྟ། ད་ཤི་ཚར་སོང་ནས་མེད་ནི་གྲུ་གུ་མ་རེད་འགྲོ་སའི་ཉི་མ་དང་ཁྱོད་ནི་ཡོང་མ་རེད་དྲན་འགྲོ་འདི་ངན་འགྲོ་ཉིན་རེད། ཏང། ངན་འགྲོ་ལ་ཕྱི་ནང་ནས་དམྱལ་བ་ཡི་དྭགས་དུད་འགྲོའི་སྲི་ཞེན་ཡང་དེ་ཡོད་ད་ལྟ་ང་ཚོ་འདི་སྐྱིད་པོ་ཆུང་ངུ་ཆུང་ངུ་གི་ཐུག་དེ་ངན་སོང་སོང་གི་འདུག་ངས་འདི་བཤད་པ་རེད།

ཇོ་མོ་མི་རྒྱུག་སྤྲིན་གྱི་གཤོང་ཁུག་ཏུ་དེ་ཤེས་ཀྱི་ཡིན། འོ་ད་དེ་རེད། ད་སྡུག་བསྔལ་གྱི་སྡུག་བསྔལ་ལས་ཡང་སྐྱོན་དུ་བལྟ་ནས། ཡང་འཁྱམ་པོ་འདུ་བྱེད་ཀྱི་སྡུག་བསྔལ་ལས་དགེ་མཚན་དུ་བལྟ་དུས་ཡག་ཅིག་ཡོང་དུས་ཡོད་རེད་པ། གཉའ་བའང་ཡིད་དང་དུད་འགྲོ་གསུམ་ལ་སྐྱོན་མཐོང། ལྷ་དང་མི་དེ་དེ་ག་ལ་ཡང་ཐོབ་བྱ་ལས་བརྩིས་འདུག་ཡག་སེམས་ད་དེ་ག་ཡང་ཞི་བོ་ཅིག་ཡིན་པའི་སོར་འདྲེ། ད་ནི་དེ་རིང་གལ་སྲིད་ང་ཚོ་གྲོང་གསེབ་རེའི་སི་ལ་དུས་ཐོག་ཅིག་སྐྱོན་ཡོད་པའི་སོར་ཅིག། ལས་ཁུངས་ནང་གཅིག་རེའི་སུ་ད་ཨེ་ན་ཧ་ལམ་པའི་དགྲ་ཇོ་མོ་དགོངས་པ་ཐོབ་ཚར་བའི་སོར་ཅིག།

ད་དགོང་དངོས་གནས་མ་བསྐྱབས་ན་ཕན་ཐོགས་ཁྱོན་ནས་མི་འདུག་ད་ལྟའི་ངའི་དཔེ། མནའ་སྐྱེལ་འདི་བྱས་བྱུང་ང་རང་ལས་གཅིག་འཚོ་བ་ཆུན་ཆུན་དེ་འདྲས་ད་འཚོ་བ་ཕྲ་མོ་ཕྲ་མོ་དེ་འདྲས་རེད་ད་ཁ་ཕྱོགས་ཁྱོན་ནས་མེད་ཁྱོན་དེ་འདྲས་རེད། དེ་སེམས་ཀྱི་ཁ་ཕྱོགས་དེ་ད་དེ་ཐུག་ཐུག་གིས་སམ་གོང་མ་བསྐྱབས་ན་ད་ད་ག་གི་སེམས་དེ་བཅོས་ཀི་སེ་དེ་ད་ང་ཚོ་ནི་རྒྱུ་ཤེས་ད་རྒྱལ་མོ་མ་ལོང་ས་དེར་རྒྱལ་མོ་མ་ལོང་པོ་ས་དེར་བ་ད་ཡོང་ཡང་ཁུར་མེད་དུ་བཅོས་ཀི་སྐྱེ་ས་རེད། ཡོང་མི་སྲིད་པའི་སྐྱེ་ས་རེད་ཤག་ད་དེ་དུས་སུ་དགོང་གི་ཡོད་ས་རེད། ཤག་ངོམ་དེ་དེ་བྱེད་དགོས་ད་དེ་གལ་ཆེན་པོ་ཞེ་བོ་ཅི་རེད་ཤག་ད་དེ་ལ་གོམས་པ་ལ་བས་ཤག།

དཔེ་ཆ་ཁྲི་སེར་བཞི་བཅས་རྒྱུན་ལྔ་རེ་ཆགས་ཡོད་དོ། དཔེ་ཆའི་རྒྱན་ལག་གི་གཅིག་སྟེ་སློབ་དཔོན་ཀླུ་སྒྲུབ་སྟོན་པ་བཀའ་དྲིན་ཅན་རྗེ་རིན་པོ་ཆེ། རྒྱན་ལག་ཁོ་རང་གི་ཡོངས་འཛིན་རྣམ་པ་གཉིས་དེ་འདྲའི་ཕྱི་མ་ཏུ་ཨ་ཨུ་ཁས་ལིང་མེར་བཀྲ་སེམས་སུ་གཏོང། སྒོ་འཕྲང་མདོག་ཁ་བོ་ཤི་བོ་ཆེ། དེ་དགོས་པ་ཡོད་རེད་པ་དགའ་ཆོས་རྒྱུ་མཚན་ཡོད་རེད་པ། ད་དུ་ཨ་གཅིག་ལྷ་ཀླུ་རྒྱལ་མཚན་སོ་སོའི་རྒྱན་ལག་གི་དཀྱིལ་དུ་ཁྱོད་རང་ཡང་ཆོས་ཆེན་སྐོར་བཙུགས་ཟིན་མི་འདུག་ཁྲི་སེར་སྐོར་རེད་མི་འདུག། འོ་དེ་འདྲ་ཞིག་དགོས་རེད་པ་ད་སངས་རྒྱས་ལ་སྐྱབས་སུ་སོང་ནས་འོ་ད་དེ་ལྟ། འཇིག་རྟེན་པའི་ལྷ་ལ་ད་ཆ་མི་བྱེད་པ་ཡིད་ཆེས་མི་བྱེད་པ་དེ།

སྐྱབས་གསུམ་གྱི་ཡོན་ཏན་ལ་སྙིང་ཐག་པ་ནས་ངེས་པ་སྐྱེས་ལ། སྐྱབས་འགྲོ་ཐུན་མོང་བའི་སྡོམ་པ་ལ་གནས་ཤིང། ད་ཐུན་མོང་བའི་བསླབ་བྱ་སུ་ལ་འདུས་ཐོག་དེ་ཉིད་ངོ་ཚ་གསུམ་པོ་དེ་རེད། སངས་རྒྱས་ལ་སྐྱབས་སུ་སོང་ནས་འཇིག་རྟེན་པའི་ལྷ་ལ་ཕྱག་མི་བྱེད་པ། ཆོས་ལ་སྐྱབས་སུ་སོང་ནས་སེམས་ཅན་ལ་འཚེ་བ་སྤང་དགོས་པ། དགེ་འདུན་ལ་སྐྱབས་སུ་སོང་ནས་གྲོགས་མི་སྡུག་པ་དང་མ་འགྲོགས་པ་ཟག་གཅིག་བྱེད། ད་གྲོགས་མི་སྡུག་པ་དང་མ་འགྲོགས་པ་ཟག་དེ་རྟགས་ཆེན་པོ་བཞི་བོར་བལྟ། སྐུ་བཀྲམ་པས་ནི་བཞི་བོའི་བཀྲམ་སྦྱོར་ག་ས་ག་ལ་བྲིས་པ་ཞེས་བྱ་བར་བལྟ། དེ་རྡོག་རྡོག་སོལ་འདོད་དང་གཅིག་ནར་སོལ་དྲི་བསུང་བུར་བ་བསླབ་བྱ་བསླབ་བྱེད།

དེའི་ནང་གི་བར་སྣང་མེ་འཁོར་རོ་མུན་ནག་མུན་པ་ཆེན་པོ་སོགས་ལ་སྐྱེ་བར་འགྱུར་རོ། ཞེས་གསུངས་སོ། ད་ཉོག་དྲ་དོང། དགེ་འདུན་སྤྱི་བའི་སྤྱི་རྫས་སོགས་ལ་ཁ་ལ་སྤྲོ་ན། ད་དེའི་གཤམ་དུ་གསོལ་བ་འདི། ཁྱད་པར་དུ་དགེ་འདུན་གྱི་རྫས་དྭངས་མའམ་མེ་ཏོག་གམ་འབྲས་བུ་ཙམ་ཞིག་ཚུལ་བཞིན་གྱི་ལོངས་སྤྱད་ན། ད་ཁྱིམ་པའམ་སྡོམ་བྱེད། སེམས་ཉིད་དམྱལ་བ་ཆེན་པོར་སྐྱེ་བ་དང། ཞེས། ད་ང་ཚོ་དུ་བ་སམ་དྭངས་འགུགས་དོང། ད་དུ་བ་ཁྱོད་ནི་འཁོར་རོ་ཁྱོད་ནི་འཁོར་རོ་ཡོད་མ་རེད་ད།

ཨ་ནི་ལས་འབྲས་ལས་བི་ག་ཅིག་དང་ཁྱད་གསོད་བྱེད་ཡ་དང་ལས་འབྲས་ལ་ཡིད་ཆེས་མེད་དུ་ཡོད་ཀྱི་དད་པ། དེ་ཡིས་རྟོགས་པ་བསྐྱེད་པ་ལ་ཡང་བར་དུ་གཅོད་དུ་འཇོག་གི་ཅིག་དང། ལས་ཉོན་མོངས་སྒྲིབ་པ་བག་ཆགས་གང་འདྲེན་བྱེད་དང་གང་འདྲེན་བྱིན་པ་བརྩོན། དེ་ཐམས་ཅད་ལ་གང་གི་དུས་ཀུན་ཏུ་སྲིན་བུ་རྣམ་པར་ཕྱེ་ནས། དབང་པོ་སྐུ་དང་བ་སྤུའི་བུ་ག་ཐམས་ཅད་ནས་གང་གི། ཤི་སྟེ་ཐོན་ཏེ་སངས་ཏེ་དག་སོང་སངས་སངས། དང། དཔེ་ཡག་པོ་བྱུང་སོང་སངས་འོ་ད་དེ་བསམ་དང་གྱུར། དང་དེ་ལས་སྐྱེས་བུ་ཆུང་ངུ་བྱུང་གོང་དུ་ཟབ་སོ་ད།

ད་ཁམས་སུ་འཁོར་བ་ཐ་དད་ལ་བྲལ་ཡག་གི་ཐབས་ཤེས་ལ་ཡལ་ད་སྐྱེས་བུ་སྤྲིན་གྱི་ཆུ་འགོ་ལ་བཅུག་ཡག། ད་རྗེས་སུ་སོང་ངོ། སྐྱེས་བུ་ཆུ་སྔོན་ཆུ་འགོ་གི་རྩ་བོང་དུ་ཤི་ཉིན་ལ་དད་པ་བྱང་དེ་ལ་བླ་མ་ལ་དད་པ་བྱང་དེ་ལ་ཐུག་དུས་ཡོད་རེད། ད་སྐྱེས་བུ་དྲིན་གྱི་རྩ་བོང་དུ་སྐྱེས་བུ་དྲིན་དེ་ཐར་པ་ཐོབ་ཚུལ་ལ་བཞག་ནས་འགྲོ་ཉིན་དེར་དེའི་རྩ་བོང་དེ། ད་ངེས་འབྱུང་གི་བསམ་པ། ཁམས་སུ་འཁོར་བ་ཐ་དད་ལ་ཞེན་པ་ལོག་པའི་ངེས་འབྱུང་གི་བསམ་པ། ད་དེ་ལ་སྟབས་བདེ་བོ་ཞི་བོ་ཅི་རེད་ས་བཅད་བཀྲམ་པ་ཞིག་ན། ས་བཅད་བྱེ་བྲག་ཕྱེ་ནས་རེ་རེ་བཞིན་བཀྲམ་པ་ཞིག་ན་མང་པོ་བཀྲམ་ཡག་ཡོད་རེད། ཚུལ་བསྡུས་པ་ཡིན་ན་ནི། བདེན་བཞི་དེ་དང་རྟེན་འབྲེལ་བཅུ་གཉིས་དེ་རེད།

དེ་བཞིན་དུ་སྒྲུབ་པ་ལ་སྤྲོ་ཤུགས་ཆུང་ནའང་དལ་འབྱོར་གྱི་སྐོར་དང་ཚེ་འདི་ལ་མངོན་ཤེས་ཆེ་རུ་སོང་ན། མི་རྟག་པ་དང་ངན་འགྲོའི་གཉིས་མེད་སྒོམ་པ་ལ་རྫོབ་ཏུ་བྱ་དགོས། ཁས་བླངས་པའི་དཔྱད་པ་རྣམས་ལ་དབྱེ་བར་སྣང་ནའང་ལས་འབྲས་ལ་ངེས་པ་ཆུང་བས་ཡིན་སྙམ་དུ་བསམས་ལ་དལ་དལ་དལ་དལ་དལ། ད་སྡོམ་པ་ལ་ཤུགས་ཤུགས་མེད་དུ་གྱུར་ཏེ་ལས་འབྲས་ལ་ངེས་པ་ཆུང་ཕྲ་བས་ཀྱང་ལས་འབྲས་རྫོབ་རུ་སྒོམ། ཞེས་དང་སོ་སོའི་གནས་སྐབས་ལ་ག་རེ་བྱེད་ཀྱི་འདུག་སོ་སོ་ད་ལྟ་ག་རེ་ཤུགས་ཆགས་འདུག་འོ་དེ་ལྟས་བྱེད་སྒོམ་རྒྱུ་རེད། ཁོ་བོའང་མཐའ་དག་ལ་སྐྱོ་ཤས་ཆུང་ནའང་ཐར་པ་དོན་གཉིས་ཀྱི་བློ་ཚིག་ཙམ་དུ་གྲོལ་བས་ཁོ་བོའི་ཉེས་དམིགས་རྣམས་བསམ།